བཀྲ་ཤིས་བདེ་ལེགས། ངའི་མིང་ལྷ་རོང་ཡིན། ང་ད་ལྟ་མཐོ་རིམ་སློབ་གྲྭ་ནས་སློབ་སྦྱོང་བྱེད་བཞིན་པའི་བོད་ཕྲུག་དཀྱུས་མ་ཆགས་བསྡད་ཀྱི་ཡོད། ད་རེས་འདི་བོད་རྒྱ་ཡོངས་མང་གཙོ་ཚོགས་པ་ནས་ང་ལ་ཡ། བོད་མིའི་མང་གཙོའི་འཕེལ་རིམ་ནང་ལ་ཡ། མི་རབས་གསར་པ་ཚོས་ཀྱི་འགན་འཁུར་དང་ཨ་ནི་མཉམ་ཞུགས་བྱས་ཕྱོགས་ཐོག་ལ་བསམ་ཚུལ་གསུང་རོགས་གནང་ཞེས་འདུག་ཅེས་ཞུས་པ་རེད། ཨ་ནི་ང་རང་གི་བརྗོད་གཞི་འདི་བོད་མི་སེར་གྱི་གལ་ཆེན་པོ་ཆེ་དང་བོད་པའི་སྤྱི་ཚོགས་ནང་ལ་ཡང་ནས་ཡང་དུ་གླེང་དགོས་བས་ཀྱི་བརྗོད་གཞི་ཅིག་ཆགས་བསྡད་བྱས་བསམ་གྱི་འདུག། ད་རེས་དེ་ང་རང་གི་བསམ་ཚུལ་བཞིན་གཙོ་བོ་རུ་དེ་དོན་ཚན་བཞི་གང་འདུག་ཞེས་ཞུ་ན་བསམ་སོང། དོན་ཚན་དང་པོ་དེ། མང་གཙོའི་ཐོག་ལ་ཡང་སློབ་སྦྱོང་བྱེད་དགོས་པའི་གལ་གནད་སྐོར་ལ་ཡིན། ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ཆགས་བཞག་པ་ཡིན་པས་ན་མི་མང་ཚོས་ཀྱིས་ལྷག་པར་དུ་གཞོན་སྐྱེས་ཚོས་ཀྱིས་བོད་མིའི་མང་གཙོའི་ཐོག་ལ་ཡང་སློབ་སྦྱོང་གི་གནས་ཚད་དེ་ཞེ་དྲག་གིས་ཞན་པོ་རེད་ཞེས་བསམ་གྱི་འདུག་ང་རང་གིས། ཉེ་བའི་ཆར་ལ་ཡང་ཉིད་ཀྱི་དྲ་རྒྱའི་ནང་ལ་ཡང་རྙིང་ཐུང་ཞིག་མཐོང་སོང་བོད་པའི་རྙིང་ཐུང་གཞོན་སྙེ་ཅིག་གིས་ད་བོད་མི་སྒྲིག་འཛུགས་ནང་ལ་ལྷན་ཁང་ག་ཚོད་ཡོད་རེད། ཨ་ནི་ཆོལ་ཁ་རེ་ནས་སྤྱི་འཐུས་ག་ཚོད་གདམ་གི་ཡོད་རེད་དེ་འདྲས་ཀྱི་དྲི་བ་ལས་སླ་བོ་དེ་འདྲས་བོད་པའི་གཞོན་སྐྱེས་བཅས་ལྷག་པར་དུ་རྒན་ཤོས་ཕར་ཚོམ་དེ་འདྲས་མི་དེ་འདྲས་འདུག་ཁོ་རང་ཚོ་ནས་བཀའ་འདྲི་ཞུ་དགའ་བའི་མང་པོ་ཞིག་ལས་ལེན་ཐུབ་ཀྱི་མི་འདུག་བ། བྱས་ཙང་དེ་འདྲས་ཀྱི་དཔེ་མཚོན་ཐོག་ནས་ཨ་ནི་ཅིག་གིས་བོད་པའི་དམངས་ཀྱི། ཨ་ནེ་གཅིག་གིས་བོད་མི་ཡི་མང་གཙོའི་ཐོག་ལ་ཡང་སློབ་སྦྱོང་དང་གོ་རྟོགས་ཞན་པོ་ཡོད་ཅེས་གསལ་བོ་འགྲོ་ཞིག་མཐོང་གི་འདུག་ད་དེ་འབྲེལ་གྱི་ང་རང་ཚོ་གི་མང་གཙོ་ལོངས་སྤྱོད་མཁན་གྱི་མི་མང་ཚོ་ལ་ཡང་མང་གཙོའི་གི་སློབ་སྦྱོང་མེད་པ་ཡིན་པ་ཡིན་ན་དེ་གི་ཨ་ནེ་གཅིག་གི་སྒྲིག་འཛུགས་དང་སྤྱི་ཚོགས་ནང་ལ་ཡང་རང་བཞིན་གྱི་དཀའ་རྙོག་དང་ཨ་ནེ་གཅིག་གི་སྒྲིག་འཛུགས་སྲ་བརྟན་ཡོད་ཡ་ལ་ཉེན་ཁ་གང་ལ་གང་འཚམ་དཀའ་ངལ་མང་པོ་ཅིག་འཕྲད་གི་རེད་བསམ་པ་དེ་ཉེན་ཁ་དེ་ཡོད་བསྡད་པ་ཞིག་རེད། དེ་སོང་ཙང་ང་རང་ཚོ་ང་ལྟ་བུའི་གཞོན་སྐྱེས་ཆ་ཚང་གི་གཅིག་བོད་མི་ཡིས་ད་གཅིག་ལྔ་བཅུ་ང་དགུ་གོང་ལ་ཡ་སྐྱ་བོར་མོ་ཞིག་གི་བཅོས་བསྒྱུར་གྱི་བསམ་བློ་དགོངས་པ་ཆེན་པོ་ཡོད་པ་དེ་ཨན་གཅིག་བཙན་བྱོལ་ལ་ཚུར་ཕེབས་རྗེས་ཨ་ནི་ལྔ་བཅུ་ང་དགུ་ནོས་རྗེས་ད་ལྟ་བར་དུ་གཅིག་མང་གཙོའི་ནང་ལ་བཅའ་ཁྲིམས་ཀྱི་དེ་འདྲའི་གཏན་འབེབས་གནང་ཡ་རེད་ལྷག་པར་དུ་ཨ་ནི་གཅིག་མང་གཙོ་ཀའོ་གསུམ་དང་བཅས་བོད་ཀྱི་སྒྲིག་འཛུགས་དེ་ག་དེ་སྲ་བརྟན་ག་འདྲས་གནང་ཤག་མི་རབས་བཟོ་པ་ཚོའི་དཀའ་ལས་ག་འདྲས་སྐྱོན་ཤག་དེ་འདྲའི་ཐོག་ལ་ཡང་ང་ཚོས་ཨོ་ནི་ཏན་ཏན་ཅིག་གིས་སློབ་སྦྱོང་བྱེད་པ་དེ་གལ་ཆེན་པོ་ཞེ་བོ་ཞིག་མཐོང་གི་འདུག་དེ་ནས་ད་དོན་ཚན་གཉིས་པ་དེ་ག་རེ་རེད་ཞེས་པ་ཡིན་ན། མང་གཙོའི་ལམ་ལུགས་དང་འགྲོ་ལུགས་དེ་ང་རང་ཚོའི་བོད་མི་ཚང་མ་ཡིས་ད་ཅིག་གིས་སྲུང་སྐྱོབ་དང་དར་སྤེལ་བྱས་དེ་ང་ཚོའི་འགན་ཁུར་གཙོ་བོ་ཅིག་རེད་བསམ་གྱི་འདུག་ད་དེ་འདྲའི་ཅིག་ཡོང་ཡ་ལ་ག་རེ་བྱེད་དགོས་ཟེར་བ་ཡིན་པ་ན། ང་ཚོ་གིས་བོད་པའི་གི་སྒྲིག་འཛུགས་དང་བོད་མི་གི་སྤྱི་ཚོགས་དེ་གང་ཟག་གི་དབང་སྒྱུར་མ་ཡིན་པར་ཁྲིམས་ཀྱིས་དབང་སྒྱུར་བྱེད་དགོས་ཀྱི་ཡོད་པ་འདི་ཚང་མས་གི་སེམས་ནང་ལ་ལན་གཅིག་མི་གཅིག་ཅིག་བཅང་དགོས་རེད་བསམ་གི་འདུག་ང་རང་སེམས་པ་ལ་ཡང་འགྲོ་བ་མིའི་ནང་ལོགས་ལ་སྤྱི་བཏང་གསར་གཏོད་ཀྱི་རིམ་པ་མང་པོ་བྱུང་ཡོད་རེད་དེ་ད་ཆའི་རིན་ཐང་ལྡན་པའི་གི་གསར་གཏོད་འདི་ཁྲིམས་ཀྱིས་དབང་སྒྱུར་བྱེད་ཀྱི་སྤྱི་ཚོགས་ཅིག་ཡོད་པ་འདོད་པ་འདི་ད་དངོས་ཁ་ཡོད་ལག་ཡོད་ཀྱི་དངོས་གནས་ཀྱི་ད་ཅིག་གསར་གཏོད་ཡང་དག་པ་ཅིག་རེད་ཤག་བསམ་གི་འདུག་དེ་འདྲས་སོང་ཙང་ད་ང་ཚོ་ཁྲིམས་སྐྱོང་མཁན་ཡོད་ན་ང་རང་ཚོ་བོད་པའི་ཚོགས་ལ་ག་རེ་ཡོད་སམ་བཅའ་ཁྲིམས། ད་ལྟའི་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་ནང་ལ་ཡང་བཅའ་ཁྲིམས་དེ་གལ་ཆེ་ཤོས་ཤིག་ཆགས་ཀྱི་ཡོད་རེད་བཅའ་ཁྲིམས་ནང་བས་ན་ལྟ་ཅི་མང་གཙོ་ཀ་བ་གསུམ་དང་སྒྲིག་འཛུགས་དང་ཨ་ནི་ཅིག་གི་རང་དབང་དང་ཐོབ་ཐང་ཆ་ཚང་ཞིག་འདིའི་ནང་ལོགས་ལ་འཁོད་ཡོད་སོང་ཙང་ང་རང་ཚོས་ཀྱི་བཅའ་ཁྲིམས་སློབ་སྦྱོང་བྱས་པའི་ཐོག་ནས་ཨ་ནི་ཅིག་གི་སྒྲིག་འཛུགས་ནང་ལ་ཡང་ཕྱག་ལས་གནང་མཁན་ཚོ་ཡིན་པས་ན་མ་འགྲིག་པ་བྱུང་སོང་ན་བཅའ་ཁྲིམས་གཞིར་བཞག་པའི་ཐོག་ནས་ཨ་ནི་ཅིག་གི་ཁྲིམས་གཏུགས་ཞུ་ཡག་རེད་དེ་གས་དེ་ང་རང་ཚོས་ཀྱི་འགན་བྱས་ཡས་རེད་ལ་ཐོབ་ཐང་ཞིག་ཆགས་ཏེ་ཡོད་རེད། ལྷག་པར་དུ་གལ་སྲིད་ཡང་བཅའ་ཁྲིམས་ནང་ལ་ལ་བསྒྱུར་བཅོས་གཏང་དགོས་པའི་ཆེད་འདི་ཆགས་ཀྱི་འདུག་པ་ཡིན་པས་ན་ཅི་དགོས་པའི་དབང་དང་དུས་ཚོད་ཀྱི་དབང་གིས་ཡང་བཅའ་ཁྲིམས་བསྒྱུར་བཅོས་གཏང་ཆོག་གི་ཡོད་རེད་གཏང་དགོས་ཡ་ཅེས་ཆགས་ཀྱི་ཡོད་རེད་དཔེར་ན་ཤ་ཞེས་པ་ཡིན་ན། ད་ལྟའི་ཆ་ལ་ཡང་ང་ཚོའི་གི་ད་ཅིག་གི་བོད་མི་སྤྱི་འཐུས་ཀྱི་གྲངས་ཚད་ཐོག་ནས་ཞུ་བ་ཡིན་ན་ཀོ་ཉེས་པའི་ད་ལྔ་བཅུ་ང་དགུ་ནས་ཅེས་ད་འདི་ནས་མ་མང་པོ་ཞིག་འགྱོ་ཐལ་ཡོད་རེད། ད་ལྟའི་དུས་ཚོད་ཆགས་ཞེས་པ་ཡིན་པས་ན་ཅིག་གི། རྒྱ་བལ་འབྲུག་གསུམ་མིན་པའི་གི་ཨ་ནི་བོད་པ་རུ་ཆགས་བྱས་ན། ཕྱི་རྒྱལ་ཁག་ལ་བོད་པ་ཞེ་དྲག་མང་པོ་རེད་ཡིན་པའི་ནི་སྤྱི་འཐུས་ཀི་གྲངས་ཚད་དེ་ཞེ་དྲག་ཉུང་ཉུང་རེད། བྱང་མེ་རི་ཀ་ནི་གཉིས་ཡུ་རོབ་ནི་གཉིས་ཨ་ནི་གཅིག་རྒྱ་བལ་འབྲུག་གསུམ་མ་ཡིན་པའི་ཨེ་ཤེ་ཡ་དང་ཨོ་སྟྲོ་ལི་ཡ་ནི་གཉིས་དེ་འདྲའི་རུ་ཞེ་ཞེ་མ་འདུག་ཡིན་ནི་མི་བུ་ཀི་ཐོག་ནས་རང་བཞིན་གི་བོད་པ་མང་པོ་ཞིག་ཕྱི་རྒྱལ་ལ་ཡང་འདུག་ཞིག་འགྲོ་འོན་སོང་དུ་ཙམ་ལ་ཡང་འདི་འདྲས་ཀྱི་ཐོག་ནས་ཡང་བཅའ་ཁྲིམས་འདི་འདྲའི་བསྐྱར་བཅོས་བྱེད་དགོས་གཅིག་སྡུད་ཀྱི་གྲངས་ཚད་ཐོག་ལ་བསྒྱུར་བཅོས་བཏང་དགོས་འདི་འདྲས་ཡང་ང་རང་གི་བསམ་ཚུལ་ལ་དེ་འདྲས་གཅིག་ཡིན་གཅིག་མིན་ང་ཚོས་བགྲོ་གླེང་འདི་འདྲས་གཅིག་བྱེད་དགོས་ཀྱི་རེད་བསམ་གྱི་འདུག་བྱས་ཙང་འདི་འདྲས་ཀྱི་ཐོག་ནས་ཨ་ནི་གཅིག་གི། ཁྲིམས་གཙོ་བོ་གཞི་བཞག་པའི་ཐོག་ནས་ང་རང་ཚོ་གི་མང་གཙོ་འདི་སྲུང་སྐྱོབ་གནང་ཐུབ་པ་ཡིན་པ་ཡིན་ན་རང་བཞིན་གྱིས་ཏན་ཏན་གྱི་མང་གཙོའི་འཕེལ་རིམ་ལ་ཐུགས་རིན་ཆེན་པོ་ཞིག་བཟོ་གི་རེད་བསམ་གྱི་འདུག། ད་དེ་ནི་དོན་ཚིག་གསུམ་པ་འདི་གལ་ཆེན་པོ་ཞེའུ་ཆ་དེ་ཡོད་རེད་ད་འདི་ག་རེད་ཟེར་ན་མང་གཙོའི་ལམ་ལུང་ནང་ལ་ཡ་འོས་བསྡུས་ཀྱི་ཆ་ཞིག་ནས་དེ་རེད་ད་ང་རང་ཚོའི་སྤྱི་ཚོགས་ལྟ་བུ་ཆགས་བཞག་པ་ནས་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུས་དེ་ལོ་ང་ལྔ་ནང་ལ་འདྲ་འདུག་ཅིག་ཡོང་གི་ཡོད་རེད་ང་རང་ཚོ་ཡིན་པ་ཡིན་ནས་སྲིད་སྐྱོང་གི་འོས་བསྡུས་དེ་ལ་ཡ་གལ་ཆེན་པོ་གཅིག་པོ་འཛིན་པ་མ་ཡིན་པ་སྤྱི་འཐུས་དང་དེ་གཉིས་ཀ་གི་འོས་བསྡུས་གལ་ཆེན་པོ་ཡིན་པ་འདྲ་མཉམ་འཛིན་ཡ་འདི་ཞེའུ་ཆ། གྱི་གནས་ཞིག་མཐོང་གི་འདུག་དེ་ནས་བཟུང་ཙང་ད་ཉིད་དོ་ཉིད་ས་གཅིག་ཆགས་བཞག་པས་ན་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་འདི་ཆབ་སྲིད་ཀྱི་གནས་བབ་དང་ཨ་ནི་གཅིག་དུས་ཚོད་ཀྱི་ཐོག་ནས་གལ་ཆེན་པོ་ཞིག་བཞིན་ཆགས་བསྡད་ཡོད་རེད། ཨ་ནི་དེ་སོང་ཙང་གཞོན་སྐྱེས་ཚོ་ཡིན་པས་ནས་འོས་བསྡུའི་ནང་ལ་ཆ་ཤས་གནས་དེ་གལ་ཆེན་པོ་ཞིག་ཡོད་ཅིག་རེད། ལྷག་པར་དུ་ཨ་ནི་སུས་སུས་ཀྱི་བསམ་བློ་གྲ་སྒྲིག་ཡོད་པ་དང་ཨ་ནི་སུས་སུས་ཀྱིས་ད་འཇོན་གྱི་འདུག་བསམ་གྱི་ཡོད་པས་ན་འོས་མི་བཞག་ཡ་དེ་ང་རང་ཚོ་མང་གཙོའི་གི་ཁེ་ཕན་གཅིག་རེད་ལ་ཡ་སུས་སུས་ཀྱི་ཐོབ་ཐང་གཅིག་རེད་དེ་ནས་ཀྱི་བྱང་ཐུབ་པ་ཡོན་པ་ནས་ཏན་ཏན་ནི་ཅིག་གི་བཟང་སྤྱོད་དུ་ཐོགས་ནས་མང་གཙོའི་འཕེལ་རིམ་ནང་ལོགས་ལ་ཡ། ཏན་ཏན་གྱི་དུ་གྱུར་བ་ཞིག་ཡོང་གི་རེད་བསམ་གྱི་འདུག་དེ་འདྲས་ཅིག་ཡོང་ཡ་ལ་ད་ལྷག་པར་དུ་དབུས་འོས་བསྡུ་ལྷན་ཁང་ནས་ནི་ཅིག་ས་གནས་ས་ཐོག་སློབ་ཕྲུག་ཚོགས་པ་ཚོ་དང་འབྲེལ་བ་གནང་བའི་ཐོག་ནས་ནི་ཅིག་གཞོན་སྐྱེས་ཁག་མང་མང་ཞིག་འོས་བསྡུའི་ནང་ལོགས་ལ་ཡ་ཆ་ཤས་ལེན་ཡ་ལ་ཏན་ཏན་ཐུག་པའི་སྲོལ་ཡོང་གི་བསམ་གྱི་འདུག་དེ་འདྲས་སོང་ཙང་དེ་འདྲའི་སྐབས་ལ་ཡ་ཅིག་འོས་མི་ཆ་ཚང་ལོགས་ལ་ཡ་གཅིག་མཚུངས་ཀྱི་ད་ཅིག་གི་ཐོབ་ཐང་ཡོད་པ་དང། བགྲོ་གླེང་གི་གོ་སྐབས་ཡོད་པ་དང་ཨ་ནི་གཅིག་གིས་ཚང་མ་ལོ་ལ་ཡ་གཅིག་གི་ཆ་ཤས་ནན་ཐུབ་ཡ་གི་དེ་འདྲའི་གི་གོ་སྐབས་ཡོད་བསྐྲུན་ཐུབ་པ་ཡིན་པ་ཡིན་ན་རང་བཞིན་གི་ང་ཚོའི་གི་ད་གཅིག་མང་གཙོའི་འཕེལ་རིམ་ནང་ལ་ལ་ཡ་ཁེ་ཕན་ཆེན་པོ་ཞུགས་གི་རེད་བསམ་གི་འདུག་ད་དེ་ནི། ད་དེ་ནི་དོན་ཚན་མཐའ་མ་དེ་ང་རང་ཚོ་གཞོན་སྐྱེས་ཚོའི་སོ་སོའི་གི་སློབ་ཆུང་གི་ཤེས་ཡོན་གི་རྒྱབ་ལྗོངས་དང་སོ་སོའི་དམིགས་ཡུལ་ལ་དཔག་པའི་མང་གཙོའི་ཀ་བ་གསུམ་སྤྱི་འཐུས་བཀའ་ཤག་ཁྲིམས་ཞིབ་ཅེས་པའི་གཅིག་གི་མ་ལག་གི་སྒྲིག་འཛུགས་དེ་ཚོའི་ནང་ལ་ལ་ཡ་ཕྱག་ལས་གནང་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་དེ་འདྲས་ཀྱི་ཕྱག་ལས་གནང་བའི་ཐོག་ནས་ང་ཚོའི་གི་དེ་ཅིག་སོ་སོའི་སྒྲིག་འཛུགས་ཅིག་སྲ་བརྟན་ཡོང་ཐུབ་པ་ཡིན་པ་ན་མང་གཙོའི་བོད་དོན་ལ་ཏན་ཏན་གཅིག་གི་བཟང་ཕྱོགས་ཀྱི་འགྱུར་བ་ཅིག་འགྲོ་གི་རེད་བསམ་གྱི་འདུག་བྱས་ཙང་ད་ཐར་དོན་ཞུས་དོན་གཙོ་བོ་རོ་དེ་ད་རྒྱ་ནག་ལྟ་བུ་ཆགས་བཞག་པ་ནས་དྲུག་བཞི་དོན་བརྒྱད། ཁྱེད་ཆུ་ཁྱེར་དགུ་ལོ་ལ་ཡང་སློབ་ཕྲུག་མང་པོ་ཞིག་གཞོན་སྐྱེས་མང་པོ་ཞིག་གིས་སོ་སོའི་གི་མང་གཙོའི་དོན་གཉེར་སོང་ཙང་ཁོ་རང་ཚོས་གི་ད་རྒྱ་ནག་དམར་པོའི་གཞུང་ལ་ཡང་དོན་འདྲི་ཞིག་མང་གཙོའི་གི་བརྩོན་ལེན་གནང་དང་གནང་བཞིན་པ་རེད་ད་ལྟ་བར་དུ། ལྷག་པར་དུ་ཨ་ནི་ཧོང་ཀོང་ལྟ་བུ་ཆགས་བཞག་པ་ཡང་ནི་གཞོན་སྐྱེས་དང་སློབ་ཕྲུག་མང་པོ་ཞིག་གིས་ད་འདི་ལྟ་འཐབ་རྩོད་གནང་བཞིན་པ་འདི་ང་ཚོ་ཚང་མས་གི་མཐོང་ཡོད་པ་ཞིག་རེད། ད་དེ་འདྲས་སོང་ཙང་མི་རིགས་གཞན་དག་ནང་བཞིན་ང་ཚོའི་གིས་ད་ཅིག་དེ་འདྲས་ཐབས་རྩོད་ཁྲག་དང་སྲོག་གི་འགྲོ་སོང་གཏང་མ་གོ་བ་མཐོང་བ་ནས་རྒྱ་བོ་མཆི་ཐུགས་གཅིག་བཀའ་དྲིན་ཉག་གཅིག་རེ་བསྟད་བྱས་ཨ་ནེ་གཅིག་གིས་མང་གཙོའི་གསོལ་རས་བསྩལ་ཡོད་པ་འདིས་ང་ཚོའི་གིས་དེའི་གི་ཁེ་ཕན་དེ་ངོ་ཐག་ཆོད་པའི་ཐོག་ནས་ཨ་ནེ་སུད་སུད་གིས་མང་གཙོའི་ནང་ལོགས་ལ་ཡ་ཆ་ཤས་བསྣན་བྱས་རྒན་ཤོས་བར་གསུམ་ཨ་ནེ་གཅིག་གིས་སུད་སུད་གིས་ཤེས་ཡོན་གི་རྒྱབ་ལྗོངས་དེ་གི་དེ་ལ་ཡ་དེ་ཚུལ་གི་དབྱེ་བ་མེད་པའི་ཐོག་ནས་ང་ཚོའི་གིས་སུད་སུད་གིས་མང་གཙོའི་གི་ལམ་ལུགས་ཐོག་ལ་སློབ་སྦྱོང་གནང་བཅའ་ཁྲིམས་རིན་པོ་ཆེ་གོང་དུ་བཀུར་བའི་ཐོག་ནས་ཨ་ནེ་གཅིག་གི་འོས་བསྡུའི་ནང་ལ་ཆ་ཤས་འདེམས་རྗེས་མང་གཙོའི་བཀའ་བབས་གསུམ་ནང་ལོ་ལ་ཡང་ཕྱག་ལས་གནང་བའི་ཐོག་ནས་སྒྲིག་འཛུགས་སྲ་བརྟན་ཡོང་ཐུབ་པ་ཡིན་པ་ཡིན་ན་ཨ་ནེ་དུས་ཚོད་ཅིག་ལ་ཡང་དང་དེའི་ཕྱིར་ལ་ཡང་ང་ཚོ་ད་གཞིས་ལུས་བོད་མི་ཨ་ནེ་གཅིག་ང་ཚོ་དོན་གྱི་བདག་པོ། བདེ་སྐྱིད་དེ་རྒྱ་མིའི་གི་གདུག་རྩུབ་འོག་ལ་ཡང། དམར་ཤོག་གིས་ད་གདུག་རྩུབ་འོག་ལ་མྱོང་བདེ་བའི་དཀའ་ངལ་དེ་གས་ཏེ་ང་ཚོས་སད་རྗེས། ཉི་མ་གཅིག་ཁོ་རང་ཚོའི་ངོས་ནས་མང་གཙོའི་ལམ་ལུགས་དང་མང་གཙོའི་ཐོབ་ཐང་ཅིག་ང་ཚོས་བསྐྲུན་དགོས་ཡ་དེ་ང་ཚོའི་ལས་འགན་རེད་ལ་ང་ཚོས་དེ་ཏན་ཏན་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་ན་སོ་དེ་འདྲའི་ཞིག་ཐོག་ནས་ངས་གཏམ་བཤད་འདི་དུ་ཞིག་བཞག་ཆོག་པ་ཞེས་ཞུ་ཡ་ཡིན། བཀའ་དྲིན་ཆེ། མང་གཙོ་རྒྱལ་ལོ།